དེ་ཙམ་དུ་མ་ཟད་པའི་ཀྱང་ཨུ་རུམ་ཆིའི་བླ་མའི་དབུ་ཁྲིད་འོག་ལ་བོད་བརྒྱུད་ནང་བསྟན་གྱི་མཁས་པ་ཚོ་དང། དེང་རབས་ཀྱི་ཚན་རིག་གི་མཁས་པ་ཚོའི་བར་ལ་ཡང་དམིགས་བསལ་གྱི་བགྲོ་གླེང་བྱེད་ཡག་གི་གནས་ཚུལ་བྱུང་བ་རེད། ནང་ཆོས་དང་ཚན་རིག་བར་འབྲེལ་བ་ཡོང་ཡག་གི་ཆེད་དུ་བརྒྱ་ཕྲག་བཅུ་བརྒྱད་པའི་མཇུག

བུ་བཞི་ནང་བསྟན་གྱི་བར་ལ། འབྲེལ་ལམ་ཐག་ཉེ་པོ་བྱུང་བ་ལ་བརྟེན་ནས། བསམ་ཡུལ་ལས་འདས་པའི་གསར་བརྗེ་རླབས་ཆེན་ཅིག་ཆོས་དང་ཚན་རིག་གཉིས་ཆར་གྱི་ནང་ལ་ཡོང་བསྡད་པ་ཅིག་རེད། དྲུག་ཅུ་རེ་གྲངས་བདུན་ཅུ་བདུན་ནང་བསྡད་པ་ལ་ཡང

ཕན་ཚུན་བགྲོ་གླེང་བྱས་ཐུབ་ཡག་དང་གོ་བརྡ་སྤྲད་ཐུབ་ཡག་གི་གོ་སྐབས་ཀྱི་ཡོང་གི་རེད། ཚན་རིག་གི་ཡར་རྒྱས་དེ་བར་ཆད་མེད་པར་ཕྱིན་པ་ཡིན་ན། དེ་ཉིད་འཛོམས་སོང་ན་རྗེ་བཙུན་སྤྱིའི་གནས་སྟངས་དེ་མི་འདྲ་བ་ཆགས་ཀྱི་རེད། Introvert View། འགྱུར་བ་འགྲོ་གི་རེད་ཅེས་ནས་ཁོང་དེ་གསུངས་ཚུལ་སྐབས་ལ

གང་ཟག་ཕལ་པའི་དབང་པོ་དང་ཡིད་ཀྱི་ནུས་པ་ཇི་ཙམ་ཡོད་པ་དེ་རང་ལ་ཆ་བཞག་ནས་ཕྱིའི་མཐུན་རྐྱེན་འཁོར་ལོ་དང་ཕྱི་བཤད་ལ་གསོལ་བ་འདི་འདྲའི་ཡར་རྒྱས་བཏང་མ་གཏོགས་ནང་གི་ཤེས་པ་ཡར་རྒྱས་བཏང་ཡག་གི་ཐབས་ལམ་དེ་མེད་པ་ཡིན་ཙང། འདི་ནང་དོན་རིག་པའི་རྗེས་སུ་སེམས་གཏོད་ཡག་ཅིག་ཡོང་ཡ་ཁག་པོ་རེད་ཅེས་འདྲི་ལབ་མྱོང། ད་ལྟ་འདི་ཚན་རིག་ཡར་རྒྱས་འགྲོ་བཞིན་པ་རེད། ད་ཁོ་རང་ཚོའི་ནང་ནས་ཡང། ཡུལ་དང་ཡུལ་ཅན་གཉིས་ཀྱི་ནང་ལ་ཡུལ་ཅན་གཙོ་ཆེ་བ་ཡིན་པ་དང། ཡུལ་ཅན་གྱི་དབང་གིས་ཡུལ་གྱི་འཕོ་འགྱུར་བཞག་དགོས་ཡ་ཡོད་དེ་ད་ངོས་ར་འཁྲུལ་ཡོད་རེད།

ཀྱང་རིན་ཆེན་བདེ་བ་ཕྲིན་ལས་བསྟན་ནས། འབུལ་རྒྱུའི་ནང་རྟེན་སྤྱི་དང། ལྷག་པར་དུ་ཡས་ཚན་མ་རིག་པ་དང། སེམས་ཁམས་རིག་པའི་སྐོར་དུ་བྱེད་དེ། དེང་རབས་ཀྱི་ཚན་རིག་པས་དོ་སྣང་བྱེད་ཡག་གི་ཡུལ་དེ་རུ་གྱུར་པ་འདི། ང་ཚོ་བོད་པའི་རླབས་ཆེན་གྱི་མཇལ་ཁ་དང་གྲུབ་འབྲས་ཆེན་པོ་ཞིག་ཆགས་བསྡད་ཡོད་རེད། བྱས་ཙང་དེ་ལ་བལྟས་ན། བཟང་ཕྱོགས་ཀྱི། གནས་ཚུལ་མང་པོ་ཞུ་བྱེད་ཀྱི་དུས་རབས་འདི་ལ་བྱུང་བ་འདི་ང་ཚོས་ངོས་འཛིན་བྱེད་དགོས་པ་ཅི་རེད། ད་ངས་ཕྱོགས་འདི་བྱས་པ་ནི་ད་དགོངས་ཚུལ་ཞུ་བ་ནང་བཞིན་རེད།